ཐབས་མཁས་རྡོ་རྗེ་ཤཱཀ་ཏི་རིང་དྲུང་བྱིན་གཤེན་གྱི་མུ་ཏིག་བདུད་རྒྱལ་སྤུངས་ལྗོངས་པ་གསེར་གྱི་ལྷུན་པོ་ལྟ་བུའི་བརྗིད་པའི་གོས་ཤཱཀ་ཏི་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས། ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོང་པ་བཀའ་དྲིན་ཆེན་ལ་སྒོ་གསུམ་གུས་པ་ཆེན་པོས་ལྟོ་འཕྱར་གྲངས་མེད་མངོན་འདོད་བཏང་ནས། ད་དེ་ནས་ག་རེ་བཙལ་སོང་ན་ཅེས་དལ་འབྱོར་འདི་ནས་ཤིན་ཏུ་རྙེད་པར་དཀའ་དཀྱིལ་བུའི་དོན་གྲུབ་ཐོབ་པར་གྱུར་པ་ལ། གར་སྟེགས་འདི་ལ་ཕན་པ་མ་བརྒྱུད་ན་ཕྱིར་ནི་ཡང་དག་རྙེད་པར་ག་ལ་འགྱུར་སོང་བ་ནང་བཞིན་གྱི། ད་ད་རེས་ང་ཚོ་གར་ཟེར་སོང་ན་ཅིག་དར་བས་ཀྱི་སྟེང་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་འབུམ་ཕྲག་ལས་ཀྱང་ལྷག་པས་ཀྱི་ད་དར་འཇོག་གི་སྟེང། དར་བ་བརྒྱད་དང་འབྱོར་བ་ཆེ་ཚང་བསྡད་པས་ཀྱི་ད་སྟེང་དེ་འདྲའི་ཐོག་པས་ཀྱི་སྐབས་དེ་ལ་ད་ང་ཚོ་དངོས་གནས་དྲང་གནས་ཅིག་ཤོག་ཅིག་སྒྲུབ་མ་ཐུབ་ན། ཨ་མདའ་གར་ཟེར་སོང་ན་ད་དེ་ནས་ཅིག། ཨོ་མ་ཙན་ཏན་འདི་ལ་བྱེད་ཀྱི་ཆོས་རབ་འབྱེད་པའི་རྣམ་འབྱེད་ཀྱི་ཤེས་རབ་དང་ལྡན་པའི་ཀྱི་ཅིག། དེ་འབྲས་ཀྱི་མིག་གི་ལུས་རྟེན་སྡུག་བསྔལ་ཐམས་ཅད་པད་མའི་བ་སོགས་ཐུབ་མཁན་བདེ་སྐྱིད་གཙང་མ་བསྒྲུབ་ཐུབ་མཁན་འདི་ཡི་ཆོས་རབ་འབྱེད་པའི་རྣམ་འབྱེད་ཀྱི་ཤེས་རབ་དང་ལྡན་པའི་ཀྱི་དེ་འབྲས་ཀྱི་དག་ཡིད་བཞིན་ནོར་བུའི་འབུམ་ཕྲག་ལས་ཀྱང་ལྷག་པའི་ཀྱི་ལུས་འདི་རིགས་ཐོབ་པའི་སྐབས་སུ་ལ་དག་དགེ་བ་བསྒྲུབས་ནས་སྡིག་པ་སྤངས་ནས་དེ་འདྲ་བྱེད་མ་ཐུབ་ན་ཨ་ནི་དག་དགྲ་འཇོལ་གྲོགས་ལ་འགྲོགས་ཡོད། འོ་དེ་འདྲ་ཡིན་པར་སོང་ཙང་ཞེས་དང་ཆོས་འདི་ནི་ཤེས་དང་རྙེད་པའི་རྙེད་པར་དཀའ་ས་ལས་དེ་ལྟ་བུའི་ཐར་བ་བརྒྱད་དང་སྦྱོར་བ་བཞི་དེ་ཕལ་མ་ཟད་རེ་རྙེད་པར་དཀའ་བ་ཤ་སྟག་ཡོད་རེད། ད་ག་རེ་ཟེར་སོང་ན་ཐར་བ་བརྒྱད་ཟེར་དེ་མི་མི་གོམས་པའི་གནས་བརྒྱད་དེ་སྐྱེས་སོང་ན་ཨ་ནི་ཆོས་ཆེ་ཡང་ཁོམ་པ་ཡོད་མ་རེད་ཨེ་ན་ང་ཚོ་མི་གོམས་པའི་གནས་བརྒྱད་དང་བས་ཁྲར་ནས་ཨ་ནི་མི་ཡི་ལུས་རྟེན་ཐོབ་པ་ཡིན་པར་སོང་ཙང་ཐར་བ་ཟེར་དེ་རེད་ཆོས་ཆེ་བ་ཁོམ་པ་ཡོད་རེད། འོ་དེ་འདྲ་ཡིན་པ་སོང་ཙང་ཆོས་བྱེད་པ་ཁོམ་པ་ཡོད་ན་ཡང་དེའི་སྒང་ལ་གར་ཆོས་བྱེད་ཡ་བྱེད་ཡག་གི་དང་མཐུན་རྐྱེན་ཚང་གོ་ཡོད་པ་སོང་ཙང་དེའི་གར་ཟེར་སོང་མཐུན་རྐྱེན་དེ་ཡང་འབྱོར་བ་ཆུ་ཚང་བ་ཡིན་པ་སོང་ཆོས་སྒྲུབ་ཡག་གི་མཐུན་རྐྱེན་འབྱོར་བ་ཆུ་ཚང་བ་རེད་མི་ཡིན་པ་ཡོད་དབུས་སྐྱེས་པ་དབང་པོ་ཚང་བ་ཨ་ནི་ཆོས་བྱེད་དབང་པོ་ཚང་བ་ཨ་ནི་ལས་མཐའ་མ་ལོག་བ་གནས་ལ་དེ་བསྟེན་མཁན་ཨ་ད་ག་ནང་གི་སངས་རྒྱས་འཇིག་རྟེན་དུ་བྱུང་བ་དེ་ཤུགས་སོང་བ་དེ་བསྟེན་པ་གནས་པ་ཨ་ད་གར་ཟེར་སོང་ན་དེའི་རྗེས་སུ་འཇུག་ཡ་ཡོད་བསྟེན་མཁན་ཨ་ནི་ཚེ་དབང།

སྐྱེ་བ་ཞིག་བསྒྲུབས་ནས་སྡིག་པ་ཞིག་སྤངས་ནས་ད་དེ་འདྲ་ཞིག་གི་དེ་ཁོང་སྐད་གྲབས་བྱེད་མ་ཐུབ་པ་ཡིན་ན། ནི་ཕྱིས་ནས་ཅི་ནས་གསུངས་སམ་བསམ་ན་སོང་བ་ད་བར་གྱེས་ཚར་ན་དེ་དུས་ད་ཆོག་བསྒྲུབ་དགོས་བསམ་སོང་ན་ཡང་བསྒྲུབ་ཡག་ག་བ་ཡོད་མ་རེད་གསུངས་ཀྱི་དེ་འདྲ་ཡིན་པ་སོང་ན་དེ་ང་ཚོ་ད་རེས་ད་ཆོག་བསྒྲུབ་ཡག་དཔེ་ཁེ་ཆེན་པོ་ཆགས་ཀྱི་ཡོད་རེད་ད་ག་ནང་བཞིན་གྱི་གར་ཟེར་སོང་ན་རྒྱལ་སྲས་ཆེན་པོ་ཞི་བ་ལས་མི་ཡི་གྲོས་ལ་བརྟེན་ནས་ནི་སྡུག་བསྔལ་ཆེན་པོ་ཆེ་ལེགས་འགྲོ་གྲོལ་འདི་ཅི་ནས་རྙེད་དཀའ་བས་རྨོངས་པའི་དུས་སུ་གཉིད་མ་ལོག་སོང་དུས།

གཉིད་ཁུག་ཡ་བྱེད་དང་བྱེད་འབྲང་དུ་བ་བྱེད་དང་དེ་འདྲ་ཡིན་པར་བསམ་ན་ད་དེ་འདྲའི་ཅིག་ཅིག་ཟ་ཡ་དང་གོན་ཡ་དང་འཐུང་ཡ་འགྲོ་ཡ་བ་དེ་འདྲ་ཅིག་དེ་འདྲ་གཅིག་པ་ཅིག་ཡིན་སོང་ན་ཨ་ནི་ང་ཚོ་མིའི་ལུས་སྟེང་ཐོག་པ་ལ་ད་སྒུར་བ་སྐད་བྱུང་ཡོད་མ་རེད། མིའི་ལུས་སྟེང་ཐོག་པ་ལ་ད་ཕན་ཐོག་ག་རེ་ཡོད་རེད་ཟེར་སོང་ན་ཕྱུགས་རབས་བྱེད་པའི་རྣམ་འབྱེད་ཀྱི་ཤེས་རབ་ཟེར་དུས་མོར་ད་སྤྱིར་བཏང་ད་ག་ཟེར་ན་སེམས་ཅན་ཐོག་མ་ལ་ཤི་བ་ཡོད་པ་གཅིག་པ་ཡིན་ན་ཡང་ད་དེ་ལྟ་བུའི་གི་ཅིག་བདེ་བ་འདུག་པ་ནང་བཞིན་བདེ་བའི་གི་རྒྱུ་དེ་དགེ་བར་སྒྲུབ་ཤེས་པ་དང་སྡུག་བསྔལ་མི་འདུག་པ་ནང་བཞིན་སྡུག་བསྔལ་གྱི་རྒྱུ་བདེ་བར་སྤང་ཤེས་པ་དང་དེ་འདྲའི་གི་བླང་དོར་གྱི་ནི་ཆ་ཚང་ལ་ཅིག། གར་ཟས་སོགས་བཟོ་ན་ཅི་སྙམ་སེམས་བླང་བའི་སྒོ་ནས་ཨ་ནི་བྱས། བདེ་བ་མཐར་ཐུག་པར་སྒྲུབ་ཐུབ་པ་དང་སྡུག་བསྔལ་མཐར་ཐུག་པར་མེད་པ་སོགས་དོན་གང་གིས་ད་ཆུང་རབས་ཀྱི་རྣམ་འབྱེད་ཀྱི་ཤེས་རབ་དང་ལྡན་པ་དེ་མིའི་ལུས་དེ་ཆགས་ཀྱི་ཡོད་རེད་དོན་དྲན་ཡིན་པ་སོང་ལ་ད་རེས་ཀྱི་ད་ང་ཚོ་མིའི་ལུས་དེ་འདི་འདྲ་ཞིག་ཐོབ་པའི་སྐབས་སུ་ལ་ད་དེ་འདྲ་གི་སོ་སོ་ཅིག་ཡག་ཤོས་བྱུང་ན་མཐའ་ཡས་པའི་སེམས་ཅན་ཐམས་ཅད་དོན་དུ་ཚེ་འདིར་སངས་རྒྱས་གོང་མ་ཐོབ་ཐུབ་ཡག་དོན་མེད་ན་ཡང་ཐར་བའི་དགོངས་པ་འགྲོལ་འདོད་ཡ། དོན་མེད་ན་སྐྱེ་བ་ཕྱི་མ་སྔོན་དུ་ལྷ་དང་མིའི་དགོངས་པ་ཐོབ་ཡག་གི་ཆེད་དེ་ལྟར་མུ་གེ་བྱེད་པོ་ངོ་ཚ་རབ་གནག་ཟེར་བ་སོང་ནས་ད་དེ་འདྲའི་ཆེད་དུ་ཡང་གནང་ཅིག་ཐུགས་བསམ་སྒོམ་བསམ་གྱི་ཉམས་ལེན་བྱེད་དེ་འདྲའི་གི་ད་བསྟན་ཅིག་ནམ་ཕྱུག་བེད་སྤྱོད་བཏང་མ་ཐུབ་ན་ཚེ་འདི་གི་ཟེའུ་གནས་པ་ལང་ཚོ་རྐྱང་རྐྱང་ལ་མགོ་འཁོར་ཏེ་བཞག་ན་ད་མི་ཡི་ལུས་དེ་ད་བའི་གོ་མ་ཞུ་རེད་དུད་འགྲོ་དང་གཅིག་མ་ཆགས་རེད་འདུག་བ། འོ་དེ་འདྲ་ཡིན་པ་སོང་ན་ད་ད་རེས་དངོས་གནས་དྲང་ནས་མི་ཡི་ལུས་དེ་འདོར་ན་སངས་རྒྱས་བསྟན་པ་བྱེད་བདེ་བའི་སྐབས་སུ་ད་སྙིང་པོ་ལེན་ཡང་དམ་ཆོས་སྙིང་པོ་ལེན་ཡང་ད་པད་མ་ཚོའི་གལ་ཆེན་པོ་རེད་སོང་བསྡད་ཡོད་རེད། ད་དེ་ཡང་ག་རེ་ཟེར་སོང་ན་སངས་རྒྱས་ཀྱི་བར་གསུམ་གྱི་ཚོམས་དེ་སུ་ན་གསུང་གི་འདུག་བ། ཨེ་མ་གང་ཞིག་དང་ཆོས་མེ་ཡི་ལུས། འདི་འདྲ་དུའང་སྟོབས་ཆེན་རང་དབང་ཞུ་དུས་སུ། འཁོར་བའི་སྡུག་བསྔལ་སྡུག་བསྔལ་རྒྱུ་འབྲས་མི་བཟད་པ། འདི་ལས་ཐར་བའི་ཐབས་ཤིག་ཅིས་མི་རྫོགས་གསུངས་ཡོད་རེད། ཅེས་དང་དེ་རིང་ག་རེ་གསུང་བར་ཟེར་ན་ཨེ་མ་ཟེར་ཏེ་ངོ་མཚར་བ། ག་རེ་ངོ་མཚར་བར་ཟེར་སོང་ན། ཆོས་རབ་འབྱེད་པའི་རྣམ་འབྱེད་པའི་ཤེས་རབ་དང་ལྡན་པའི་གི་དར་བ་བརྒྱད་དང་འབྱོར་བ་བཅུ་ཚང་བདེ་བའི་གི་མཐའ་འགྲོར་ཆོས་བཅོ་བརྒྱད་དང་རྩལ། མཚང་དེ་བས་ཀྱང་མི་ཡི་ལུས་རྟེན་འདི་ངོ་མཚར་བ་རེད་གསུངས་ཡོད། ག་རེ་བྱས་ནས་བསད་སོང་ན་དེ་ལྟ་བུའི་གི་དམ་ཆོས་ཀྱི་རྟེན་འདི་ལ་བརྟེན་ནས་དང་སྙིང་པོ་ལེན་པ་ཡིན་ན་གཞུང་འདི་ནོར་གསུམ་ལ་ཐུག་བ་ཅིག་ལམ་བསླབ་པ་གསུམ་གྱི་ཉམས་ལེན་ཅིག་བསམ་པ་སེམས་བསྐྱེད་ཅིག་སྤྱོད་པ་ཕ་རོལ་ཕྱིན་པ་དྲུག་གི་ཉམས་ལེན་བྱས་ནས་ཚེ་འདི་ལ་སངས་རྒྱས་དགོངས་པ་འདི་ལ་བརྟེན་ནས་གྲུབ་ཐུབ་ཀྱི་ཡོད་རེད་དེ་འདྲ་ཡིན་པ་སོང་ན་དམ་ཆོས་ཀྱི་ལུས་རྟེན་འདི་ངོ་མཚར་བ་རེད། ད་གང་ན་གཞན་ག་རེ་བསད་སོང་སོང་ན་བསླབ་པ་གསུམ་གྱི་ཉམས་ལེན་བྱས་པ་ལ་བརྟེན་ནས།

བདེ་སྐྱིད་ཡོང་ཡག་གི་རྒྱུ་སྦྱིན་པ་དང་སྙིང་རྗེ་དང་བྱང་ཆུབ་སེམས་དཔའི་སོགས་སྒོམ་ཡག་དང་སྡུག་བསྔལ་ཡོང་ཡག་གི་ཁོང་ཁྲོ་ཆགས་སྡང་ཉོན་མོངས་ལ་སོགས་པ་ཧ་གོ་བར་བྱས་ནས་འདོད་པ་བཀག་བཀག་ནས་འོ་ཆགས་སྡང་སྔོན་དུ་མ་གྱུར་པ་བྱས་ཙང་དེ་འདྲའི་ཤི་ཡག་དེ་ཚང་མ་མིའི་ལུས་རྟེན་བྱེད་ཐུབ་ཡོད་རེད། མདོར་ན་འདི་དང་ཕྱི་མ་གནས་སྐབས་དང་མཐར་ཐུག་ཨ་མཐའ་བ་དང་ཐམས་ཅད་མཁྱེན་པའི་གོ་འཕང་གི་བདེ་སྐྱིད་ཆ་ཚང་འདི་དག་དངོས་གནས་དྲངས་ནས་ཅིག་མིའི་ཕྱུགས་རབས་བྱེད་པའི་རྣམ་འབྱེད་ཀྱི་ཤེས་རབ་འདིར་བརྟེན་འགྲུབ་ཐུབ་ཀྱི་ཡོད་པ་སོང་ཙང་དེ་ལྟ་བུའི་ཤེས་རབ་དང་ལྡན་པའི་མིའི་ལུས་རྟེན་ཁྱད་པར་ཅན་འདི་འདྲའི་ཐོབ་བསྡད་པའི་སྐབས་སུ་ལ་ང་ད་དངོས་གནས་དྲང་གནས་ཅིག་སོ་སོའི་མཚན་དེ་ནང་གི་ཅིག་སེ་གོ་གནས་མར་ཆུང་ཆུང་ཅིག་ལ་མགོ་འཁོར་ནས་མ་བསྡད་པ་ཅིག་དེའང་ནང་གི་རྣམ་འཕྱུག་དེ་བེད་སྤྱོད་བཏང་ནས་རྣམ་འཕྱུག་དེ་འཕྲོ་བརླག་མ་འགྲོ་བ་བྱས་ནས་བདེ་སྐྱིད་ཀྱི་རྒྱུད་ཁྲོད་སྡུག་བསྔལ་གྱི་རྒྱུད་སྤང་བྱེད་ཡ་དེ་གལ་ཆེན་པོ་རེད་གསུངས། འོ་དེ་འདྲ་ཡིན་པ་སོང་ད་ད་སྔོན་གྱི་སོ་སོ་སྐྱེ་བ་སྔོན་མའི་གི་ད་ཅིག་ལེབ་མོ་རྣམས་བཟང་པོ་དེ་ནས་བསགས་པ་དེ་དེ་ལ་བརྟེན་ནས་ད་ཚེ་འདི་ལ་ག་རེ་ཟེར་སོང་ན་ཅིག་དལ་འབྱོར་གྱི་ལུས་རྟེན་ཐོབ་འདུག་བ། ད་ཚེ་འདི་ཅིག་དལ་འབྱོར་གྱི་ལུས་རྟེན་འདི་ནས་ཐོབ་བསྡད་ཡོད་ན་ཡང། ལྟ་ཚུལ་འདི་ལ་ཆེས་སྐལ་བ་སྒྲུབ་པ་དང་སྡིག་པ་སྤང་བ་བཅས་ཀྱང་དེ་འདྲའི་ཡག་པོ་ཞིག་པས་དེ་སྡིག་སྤོང་སྐལ་སྒྲུབ་ཀྱི་གནས་དང་འཇོག་པ་ཉམས་ལེན་མ་བྱས་པ་ཡིན་ན། ད་རེས་ད་བར་རྒྱས་དང་འབྱོར་བ་ཆ་ཚང་བའི་གཏན་འདི་འདྲ་ཐོབ་བསྡད་ཡོད་ན་ཡང། ཨ་ནི་ཚེ་འདི་ག་སེ་མི་ཐག་པ་ནང་བཞིན་ཆགས་བསྡད་ཡོད་རེད་སྐད་ཅིག་སྐད་ཅིག་འཇིག་འགྲོ་ཡོད་རེད་དཔེར་ན་ག་འདྲི་ཟེར་སོང་ན་སྤུན་མཁས་བཀྲིས་དང་འདྲ་ཟེར་དུས་སྟོང་ཁ་ང་ཚོ་ཆེ་ད།

ངོ་བོ་ད་ལྟ་གལ་ཆེན་པོ་རེད་འདུག་ད་དེ་འདྲ་ཡིན་པར་སོང་ད་དེ་ལྟ་བུའི་གཅིག་ངོ་མཚར་བའི་དར་བ་སྐྱེས་དང་འབྱོར་བ་ཅིག་ཚང་བའི་གི་མིའི་ལུས་དེ་འདི་ནས་ཐོབ་པའི་སྐབས་སུ་ལ། ད་སོ་སོ་ལ་ཆོས་སྒྲུབ་ཡ་ག་རང་དབང་ཆ་ཚང་ཡོད་པའི་སྐབས་སུ་ལ་ཨ་ན་འཁོར་བའི་གི་སྡུག་བསྔལ་བའི་རྒྱུ་དང་བྱེད་པ་ཐམས་ཅད་དེ་བས་ད་ཐར་ཡ་ག་བྱས་ཏེ་ལ་ཨ་ན་སོ་སོ་རང་ཉིད་ཀྱི་ཐར་པའི་གི་ལམ་དང་ཐར་བ་ཐམས་ཅད་མཁྱེན་པའི་གོང་མ་ཐོབ་ཡ་ག་བྱས་ཏེ་ད་ཆོས་སྒྲུབ་ཡ་ད་པས་མ་ཟེར་བའི་གལ་ཆེན་པོ་རེད་གསུང་གི་ཡོད་རེད། ད་དེ་འདྲས་ཀྱི་ད་ཆོས་མ་འདྲ་བ་ཡིན་ན་ད་ག་རེ་ཡོད་རེད་ཟེར་སོང་ན་ད་འཇོན་དོན་ནི་ཤིན་ཏུ་རྙེད་པ་དཀའ། དངོས་གནས་བཟང་བཟང་པོ་ད་རེ་རྙེད་ད་རེ་ཙམ་ཞིག་རྙེད་ཡས་ཟེར། ཨ་ནི། ག་རེ་ཟེར་སོང་ཟེར་ན་མི་དག་ལྷོང་ལྷོང་མེད་ནམ་མཁའི་སྤྲིན་ཡང་སྤྲིན་དང་འདྲ། ཨ་ནི་སྐྱིད་པོའི་ཚན་སྐྱིད་པོའི་ཚན་རོ་རེ་སར་འབབ་ཅིང་འདྲ་སོང་ཡོད་རེད་ད་ག་རེ་ཟེར་སོང་ན་དེ་ལྟ་བུའི་ད་འཇོན་མི་ལུས་སྟོབས་འདི་ཡོད་ན་ཡང་ཆོས་མ་འགྲུབ་ན་ག་རེ་ཡོད་རེད་ཟེར་སོང་ན་ཨ་ནི་ད་ཕྱི་རྗེས་མ་འདི་ད་འཇོན་ལུས་རྟེན་འདི་འདྲ་ཐོབ་ཁོ་མ་རེད་ད། ཨ་ནི་ད།

ང་དེ་འདྲ་ཡིན་པར་བསམ་ན་ཆོས་སྒྲུབ་ཀྱི་རེད་ཟེར་ནས་མགྱོགས་པོར་ཆོས་སྒྲུབ་ཀྱི་འཆི་བ་མ་བཏང་བར་མ་སླེབས་གོང་ནས་ད་ཆོས་སྒྲུབ་ཀྱི་རེད། གློ་བུར་སྐྱེས་ཡང་སྐྱེས་མང་ལུས་ཀྱི་སྐྱོན་ཤོར་པར་འདྲ་ཟེར་ཏེ་མ་སླེབས་དང་གློ་བུར་གྱི་སྐྱེས་མང་པོ་བ་བྱས་ནས་ལུས་ཟེར་ཡག་དེ་ད་ལྟ་ང་ཚོ་ཅིག་རྟག་པར་བརྟན་པར་ཡོད་པའི་ཞབས་འདྲེན་ཅིག་ཕྲག་དོག་དཀར་བ་དང་རྒྱུན་རིང་པོ་བསྡད་པའི་ཞབས་འདྲེན་ཅིག་ཡོད་རེད་དེ་ཡིན་ན་འདི་གར་ཟེར་ན་ཆུ་ཡི་ཆུ་བུར་འདྲ་བ་རེད་ཟེར་ཆུ་ཡི་ཆུ་ཡི་བུར་བ་དེ་ལམ་སང་ལམ་སང་ཅིག་བསྡད་ཞག་ཡོད་ན་ལམ་སང་ལམ་སང་སྔུག་བཞིན་འགྲོ་འདུག་དེ་ནང་བཞིན་གྱི་ང་ཚོ་གི་ཅིག་ལུས་འདི་ལ་ད་ཆུ་ཡི་བུར་བ་ནང་བཞིན་རེད་ད་ཟེར་ཏེ་རེད་འདུག་བ། ཕྱོགས་གཅིག་ནས་ཤིག་ན་ཚ་ནད་གདོན་གནོད་པ་ལྟ་བ་ཆེས་མང་པོ་ཡོད་རེད་ཕྱོགས་གཅིག་ནས་ད་ནག་ཚ་གང་ཡང་མེད་པའི་གཟུགས་པོ་དཔེ་ཐང་པོ་ཡོད་དེ་ཡོད་ན་ཡང་ཁོ་གར་ཚད་ནི་མོ་ཁྲག་གི་འབུ་བཀྱག་བཏང་ཡག་དང་ད་གང་ན་ཤིང་གཅིག་རླངས་འཁོར་གྱི་སྟེང་ནས་ད་དར་འཁྲུག་བྱེད་ཡག་དང་ད་གང་ན་དབྱིངས་གཅིག་དབྱངས་འབྲི་ཡག་དང་འོ་ད་དེ་འདྲ་བྱས་ཀྱང་ནག་ཚ་ག་རེ་རེད་ཟེར་ད་ད་རང་ཤོ་གའི་ལས་པའི་ཅིག་ཐང་པོ་ཞི་བ་ཆེ་འགྲོ་དེ་ཡོད་ད་ད་ལྟ་འགྲོ་ཚར་འདུག་ཨ། དེ་འདྲ་བྱས་ཙང་ནག་ཅིག་ཤོས་ཡི་ཤོ་བར་ན་ཡི་རླངས་འཁོར་དང་འཁྲུག་བྱེད་དེ་ད་དེ་འདྲ་འདྲ་མི་འདྲ་དེང་སང་བྱས་ནས་ད་དངོས་གནས་དྲང་ནས་ཡིན་ཅིག་མིན་ན་ཚ་འགོ་ཡག་མི་འདུག་ཨ། ཨ་རྒྱན་ཞོང་ཞོང་ཅིག་གི་ཤོ་ཡི་བུ་བར་ན་ཡི། དང་པོ་ཡིན་ནོ། དེ་འདྲ་ཡིན་པར་སོང་ན་ད་དེ་ལྟ་བུའི་དལ་འབྱོར་མི་རུ་ཐོབ་པའི་སྐབས་སུ་འཆི་བ་མི་དང་མ་ལ་བའི་སྔོན་ལ། ཨ་ནུ་བརྩོན་འགྲུས་ཆེན་པོའི་སྒོ་ནས་ཐར་བ་དང་ཐམས་ཅད་མཁྱེན་པའི་གོ་མ་ཐོབ་ཡ་བ་བྱས་ཏེ་ད་སོ་སོ་ལུས་ངག་ཡིད་གསུམ་གྱི་སྡིག་པ་སྤངས་ནས་དགེ་བ་བསྒྲུབ་ཡ་གལ་ཆེན་པོ་རེད། དེ་ལྟར་མ་བྱས་པ་ཡིན་ན། ཨ་འདི་མི་སྒོམ་གནས་སུ་སུ་ཞིག་འཁྲིད་པར་བྱས་སོང་བ་ན་ཡིན། ག་རེ་ཟེར་སོང་ན་སྐྱེས་པ་ཕྱི་མ་བྱས། བགེགས་དང་ངན་སོང་ལ་སོགས་པ་གནས་སུ་དམྱལ་བ་དང་ཡི་དྭགས་དང་དུད་འགྲོ་ལ་སོགས་པའི་བགེགས་དང་གནས་སུ་བར་སོང་སར་སོང་ན་ད་དེའི་སྐབས་སུ་སུས་འདྲེན་ཐུབ་པ་རེད། སོ་སོ་རང་ཉིད་ཀྱིས་ད་གེ་བ་བསྒྲུབ་ཡག་གི་གོ་སྐབས་ཡོད་དུས་གེ་བ་མ་བསྒྲུབ་པ་ཡིན་ན་སྐྱེ་བ་ཕྱི་མ་ཅིག་ངན་སོང་གསུམ་གྱི་གནས་སུ་སོང་ཚར་ན་ད་དེའི་སྐབས་སུ་རེད། གར་སོང་ཅིག་ཅར་རེད་ཟེར་ན་ད་གོ་དོན་སོང་གི་ཡོད་དོན་འདྲེན་མ་སོང་ན་ད་རེད། དུད་འགྲོ་ཐོབ་པའི་སྐབས་སུ་ལས་ད་སྙིང་པོ་ལེན་ཡག་གལ་ཆེན་པོ་རེད། འོ་དོན་འདྲེན་སོང་ཡོད་ད་དོན་འདྲེན་མ་སོང་ད་ད་ང་ཚོ་ཆོས་བསྒྲུབ་ཡག་ཐུབ་པའི་མ་ཟེར་བའི་གལ་ཆེན་པོ་ཆགས་ཏེ་ཡོད་རེད་སོ་འདི་རེད། དང་ན་ཤིང་ལྔ་ཚོ་ཀར་ཟས་སོང་འདི་རེད་འདུག་བ་དང་ནི་ཚེ་འདི་ཡུད་ཙམ་གནོད་པའི་གི་དགྲ་བོ་ལ་འཇིགས་པས་སོང་སོང་དང་མི་ཚེ་སྒྲིམ་བྱེད་ན་ཚེ་རབས་དེ་འདི་གནོད་པའི་ཉོན་མོངས་ལ་ནི་རབ་དེ་རབ་དེ་འཇིགས་འཇིགས་པས་མི་ཚེ་སྒྲིམ་གྱིས་མི་སྒྲིམས་སུ་སོང་ཡོད་རེད་ད་དེ་ག་རེ་སོང་གི་ཡོད་རེད་ཟས་སོང་ན་ཚེ་འདི་ལ་ཚེ་ང་ཚོ་ཀར་ཟས་སོང་སོང་ན་ཅིག་སོ་སོ་ལ་དེ་གནོད་པ་གྱིས་དེ་གིན་གི་དགྲ་བོ་སོ་སོ་ལ་ཚེ་སྡུག་ཆགས་དེ་ཤི་ཡོང་གིན་གི་དེ་འདྲའི་ཅིག་ད་སོ་སོ་མ་དགའ་བ་བྱེད་གིན་ཅིག་ཡོད་ན་ཡང་ད་འདི་ལ་ང་ཚོ་ཤི་བོ་བ་ཅིག་འདྲ་ཚུལ། ཚེ་འདི་ཡང་ཡོད་རེད་བ། སོ་སོ་ལ་ཅིག་ཚིག་གདུལ་བྱ་ཞེས་བཤད་མཁན་གྱི་རང་སངས་ལ་ད་དེ་ལ་ཞིག་སོ་སོ་སྒྲ་ནང་ཡིག་ཅན་ལ་ཞེས་འོ་ཅིག་གདུལ་བྱ་བཏགས་རེད་བ། དེ་ནི་ཆོས་ཀྱི་ཡོད་ན། ཨ་ནི་སྐྱེ་བ་ཚེ་རབས་གཏན་འདི་ལ་ད་སོ་སོར་གནོད་པ་སྐྱེལ་མཁན་གྱི་གདུལ་བྱ་ཞེ་སྡང་པུས་མོ་ལྔ་བརྒྱ་ཕྲག་དོག་དེ་ཚོ་ལ་ད་ག་རེ་བྱས་ནས་སྒྲ་བཏགས་ཡོད་མ་རེད་ངེས་པར་དུ་སྒྲ་བཏགས་ཀྱི་རེད། དེ་འདྲ་ཡིན་པ་སོང་ད་ང་ཚོ་ཅིག་ཚེ་འདི་ལ་སོ་སོ་ལ་ཅིག་གནོད་པ་ད་ཚིག་གདུལ་བྱ་ཞེས་ངས་དེ་འདྲའི་གི་ད་ཆུང་ཆུང་ལ་འདྲ་བོ་ཞིག་བ་ཚེ་འདི་གི་ཡོད་ན

རིམ་གྲོ་བྱས་ནས་ཅི་ང་ཚོ་ཐབས་ཤེས་གང་དྲག་ཞི་བ་བྱེད་ཀྱི་འདུག་ཨ། ད་དེ་འདྲ་བྱེད་ཀྱི་ཡོད་ན་ཨ་ནི་སྐྱེས་པ་ཕྱི་མ་ངན་སོང་གི་སྡུག་བསྔལ་སྡུག་བསྔལ་ད་མྱོང་མི་དགོས་ཡ་བྱས་དེ་ལ་ད་ཁྱེད་རང་གི་ག་རེ་བྱས་ནས་དགེ་བ་སྒྲུབ་དགོས་མིན་ག་རེ་བྱས་ཡ་བྱས་ནས་ད་སྡིག་པ་སྤང་གི་མེད། སྡིག་སྤོང་དགེ་སྒྲུབ་ཅིས་མི་ཅིས་མི་ཚོང་རེད་བ། མདོར་ན་ཚེ་འདི་སྣང་གི་ཚེ་འདི་ལ་སོ་སོ་ཅིག་ན་ཚ་གནོད་པ་བདེ་སི་མེད་པ་བྱ་ཡ་བྱས་དེ་ལ་མོ་རྒྱག་རྩིས་སྐོར་རིམ་གྲོ་མང་པོ་བྱེད་ཀྱི་ཡོད་ན་སྐྱེས་པ་ཕྱི་མ་ངན་སོང་གསུམ་དུ་མ་གཏོང་ཡ་བྱས་དེ་ལ་ངན་སོང་གསུམ་དུ་མ་གཏོང་ཡ་བྱས་དེ་ལ་ད་སྡིག་པ་སྤང་ཡ་དང་དགེ་བ་སྡིག་པ་སྤང་བ་དང་དགེ་བ་སྒྲུབ་ཡ་དང་དེའི་ཕྱིར་ད་ཁྱེད་རང་གི་སྡིག་སྤོང། དགེ་སྒྲུབ་ཀྱི་བྱ་བ་དང་གར་བྱེད་ནི་གཅིག་མེད། ད་དངོས་གནས་བྱས་ན་གར་བྱས་སོང་ཚེ་འདི་སྣང་གི་ཅིག་བྱ་བ་འདོགས་ཅིག། གནས་སུ་དཀའ་ངལ་མ་འདྲེས་ཡག་བྱས་ཏེ་མོ་ལོང་ཚིག་གསུམ་རྒྱ་མ་རྒྱབ་འདི་གལ་ཡག་མ་རེད་བ། ད་སྐྱེ་བ་ཕྱི་མ་ཅིག་དངོས་གནས་དྲང་གནས་ཅིག་དང་ངན་སོང་གསུམ་དུ་མ་སྐྱེ་ཡག་བྱས་ཏེ་སོ་སོ་ལུས་ངག་ཡིད་གསུམ་གྱི་དགེ་བ་བསྒྲུབ་ཡག་དང་སྡིག་པ་སྤང་ཡག་དང་བ་ད་དེ་འདྲའི་གི་ཕྱོགས་ལ་འབད་དགོས་བ་དེ་འབད་མ་ཚུལ་གལ་ཆེན་མོ་རེད་ཅིག་ང་ཚོ་འདི་ནི་གར་བྱེད་ཀྱི་རེད་ཅིག།

ཟེར་ནས་དེ་འདྲ་བྱེད་ཀྱང་ནང་གི་སོ་སོ་རང་ཉིད་ཀྱི་ལས་ངན་པ་བསགས་ནས་ལུས་ངག་ཡིད་གསུམ་གྱི་ལས་ངན་པ་བསགས་ནས་ལས་ངན་པའི་འདྲིས་པ་ལས་སྡུག་བསྔལ་ཡོང་ནས་སྡུག་བསྔལ་ཞིང་ཕུང་པོ་ཅིག་ན་སྐྱེ་བ་སྐྱེས་བདེ་བ་སོང་ན་སྐྱེ་ག་ན་ཅིག་སྡུག་བསྔལ་ག་དུས་ནས་ཡོང་གི་རེད་བ་ད་ཡིན་ན་དེའི་གི་ལས་འབྲས་ལ་བསམ་ན་མ་ཐང་ཆད་ནས་ག་དུས་ན་ལས་ནུ་ཤག་ལུས་ནུ་ཤག་རྐྱང་རྐྱང་བྱེད་འོ་དེ་འདྲ་བཤད་བསྡད་ཡག་ཏུ་དཔེ་མ་ཟ་ཨ་སེམས་ཐབས་སྐྱོ་བ་དེ་འདྲ་ཡིན་པ་སོང་ན་མདོར་ན་ཚེ་འདི་སྣང་གི་ཅིག་ན་ཟ་སྡུག་བསྔལ་ནོར་བ་དེ་ཚོར་མེད་པ་བྱ་བྱེད་དེ་མོ་རྒྱག་རྩིས་སྐོར་འདྲ་རིམ་འགྲོ་བཞིན་ཅི་བ་བྱེད་ཀྱི་འདུག་བ་ད་དེ་འདྲ་བྱེད་ཀྱི་ཡོད་ན་ཨ་ནི་སྐྱེ་བ་ཕྱི་མ་ངན་སོང་སོང་སོང་འདི་ལྟར་མ་འགྲོ་ཡ་བྱེད་འདི་སྡིག་པ་སྤང་ཡག་དང་བརྒལ་བ་སྒྲུབ་ཡག་དང་སྐྱེ་བ་ཕྱི་མར་ཅི་སྐྱེས་ནས་ཡག་པོ་ཐོབ་ཡག་ཅེས་བརྒལ་བ་སྒྲུབ་ཐུབ་ཡིན་དེ་ཡིན་སྐྱེ་བ་ཕྱི་མར་ངན་སོང་གསུམ་དུ་མི་སྐྱེ་ཡག་ཅེས་སྡིག་པ་སྤང་དང་ཡིན་དེ་ཡིན་ད་འདི་དང་ག་རེ་བྱས་ནས་འཆི་གི་ཡོད་མ་རེད་ཟེར་བ་དེ་གསུང་གི་ཡོད་རེད་པས་གལ་ཆེན་པོ་རེད་འདུག་ཨོ་ད་ག་ན་གཞི་འགའ་རེ་ཟེར་སོང་ན་ཡང་སངས་རྒྱས་ཀྱི་གསུང་གི་གདམས་ངག་ག་རེ་ཡོད་རེད་ཟེར་སོང་ན་ལུས་ཀྱི་འབྱུང་བ་འབྱུང་གྲུབ་ན་ཚ་ཕྲ་ཕྲ་མོ་ལ་མི་གཟུགས་ཟིན་ཟེར་ཕྱིར་སྨད་པའི་ངག་ཉན་ན་སེམས་ལ་ཉོན་མོངས་ནད་ཆེན་འཕྲོག་པ་ལ་མི་གཟུགས་ཟིན་ཟེར་ཕྱིར་གདམས་ངག་ཅིས་མི་སྒོམ་གསུངས་ཡག་རེད་ད་དེ་ག་རེ་གསུངས་དགོས་ཡོད་རེད་གསུངས་ན། དཔེར་ན་ག་རེ་ཟེར་སོང་ཅིག་ང་ཚོ་ལུས་ཀྱི་ན་ཚ་དེ་འདྲ་ཞིག་གཟུགས་པོ་ཅིག་མགོ་ན་བ་དང་རྐང་པ་ན་བ་དང་ཨ་ནི་གཟུགས་པོ་སྲབ་ར་ཟ་བ་དང་བ་ད་དེ་འདྲའི་ག་རེ་ཟེར་སོང་ན་ཞིག་ལུས་ཀྱི་ན་ཚ་ཅིག་ང་ཚོ་ཕྲ་མོ་ཆུང་ཆུང་ཅིག་དེ་འདྲ་ན་ཚ་ཆུང་ཆུང་ཅིག་ཡོད་ན་ཡང་ད་དེ་གི་ན་ཚ་དེ་ལས་པ་དྲག་ཡག་གི་ཆེད་དེ་ལ་ད་ཨམ་ཆིག་གི་ག་རེ་བཤད་ན་ཚང་མ་ཁ་ཉན་གི་འདུག་ཨ་ད་དེ་འདྲ་ཡིན་ན། དེ་ལྟ་བུའི་ན་ཚ་ཆུང་ཆུང་མེད་པར་བྱ་ཞེས་དེ་ཨམ་གཅིག་གིས་བཀའ་ཉན་ནས་སྨྲས་ས་ནས་ད་དེ་འདྲ་གི་བཀའ་ལས་མང་པོ་རྒྱག་གི་ཡོད་ན། ཨ་ན་སོ་སོ་གི་སེམས་དེ་ཉོན་མོངས་གི་པའི་སྡུག་བསྔལ་གྱི་ཆེན་པོ་གི་ཉོན་མོངས་གི་ཅུང་ནད་ཆེན་པོ་ཟེར་བསྡད་པ་དེ་འདྲ་གི་ཉོན་མོངས་གི་ཅུང་ནད་རིགས་ཀྱི་ན་ཚ་དེ་ལས་པའི་སེམས་ཉོན་མོངས་གི་ན་ཚ་དེ་ལས་པར་ཐར་ཡག་བྱེད་དེ་ལ་ཨ་ད་ག་རེ་ཟེར་སོང་ན་བྱས། སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་བཤད་པའི་ག་ནི་ད་མེ་དང་འདྲ་བའི་གི་གདམས་ངག་ག་རེ་བྱས་ནས་ཉམས་ལེན་བྱེད་ཀྱི་ཡོད་མ་རེད་དེ་ག་རེ་ཟེར་ན་སངས་རྒྱས་ཀྱི་གསུང་ལ་ཨ་ན་ཅིག་ཐུགས་བསམ་སྒོམ་བསམ་གྱིས་སློབ་གཉེར་བྱས་ཀྱང། ཀ་རེ་དེ་སེ་རྒྱག་པ་ཆུང་བ་དེའི་ཕྱི་རེ་ཀ་རེ་རྒྱག་པ་ཀྱང་ཡིན་ཏེ། གང་ཡིན་ཟེར་ན་ང་ཚོ་ན་ཚ་ཆུང་ཆུང་ཞིག་གི་ཚེ་འདི་ཞིག་འགོ་ན་སོ་སའི་དགྲ་འདུལ་གྱི་ན་ཚ་གྲང་མོ་ཞིག་དྲག་ཡ་ཞིག་འདི་ལ་ཨ་སྨན་པས་ག་རེ་བཤད་ན་ཁ་ཉན་དགོས་པ་ཡོད་ན་ཨ་ན་སོ་སོ་གི་ཅིག་ག་རེ་ཟེར་ན་སེམས་ན་ཅིག་ཆགས་སྡང་མངོན་སུམ་གྱི་ཉོན་མོངས་གིས་ཨ་ན་ཅིག་སྡང་ཚིག་ཅིག་ཅག་གི་དྲ་བའི་སྦུབས་སུ་བཙོས་ནས་མ་རིག་མུན་པའི་སྨག་ཟིང་ཀུན་ནས་འཐུལ་ནས་མི་མོས་བཟོད་པ་སྐྱེ་ཞིང་སྐྱེ་བར་སྡུག་བསྔལ་གསུམ་གྱི་ཉེས་བྱས་མེད་པར་ནར་སོང་བ་ནང་བཞིན་གྱི་དེ་ལྟ་བུའི་གཅིག་འདི་ཀུན་འབྱུང་བདེན་པ་དང་འབྲས་བུ་སྡུག་བསྔལ་བདེན་པ

བག་བཟང་ཆེ་བྱས་ན་མཐོ་རིས་ཐར་པའི་སྲོག་ཆགས་སྡིག་པ་ལ་འཇིགས་པ་བོར་ཞིང་བག་བཟང་ཅིས་མི་བྱེད་གསུངས་ཡོད་རེད་ད་ག་རེ་གསུང་གི་ཡོད་ཟེར་སོང་ན་ཚེ་འདི་ལ་ང་ཚོ་ག་རེ་ཟེར་སོང་སོང་ན་ཅིག་སོ་སོའི་སྲོག་ལ་བའི་ཉེན་ཁ་སྲོག་འཕྲོག་ཡག་གི་ཆེད་དུ་ཅིག་དུག་དང་མཚོན་ཆ་དང་ཅིག་ད་དེ་འདྲའི་དེ་ལྟ་བུའི་གི་འཇིགས་པ་ག་འདྲ་ཡོད་ན་དེ་ཚོ་ད་ང་ཚོ་ཤི་བོ་ཅིག་གི་བའི་ད་ག་རེ་ཟེར་ན་ཤི་སྣང་སྐྱེས་ནས་ང་ཚོ་དེ་བྱེད་གི་ཡོད་རེད་བ་འོ་ཟེར་ག་རེ་ཟེར་ན་དུག་དེ་ཚོ་ཟ་གི་ཡོད་མ་རེད་དུག་དེ་ཚོ་བཟས་པ་ཡིན་ན་ང་ཚོ་ཤི་གི་རེད་ད་ག་ནག་གི་མཚོན་ཆ་དེ་ཚོ་ད། ལུས་ལ་ཐེབས་ཀྱི་ཡོད་མ་རེད་བཟོ་བྱ་དེ་ཚོ་ལུས་ལ་ཐེབས་པ་ཡིན་ན་ལམ་སང་བས་པས་ཟ་ག་རེད་དང་ང་ཚོ་ཤི་ག་རེད་ན་ག་རེད་ཚ་ག་རེད་ཟེར་ང་ཚོ་ཤི་བོ་བོ་ཅིག་ཚེ་འདི་ག་ཅིག་འདུག་དང་མཚོན་ཆ་དང་མེ་ཆི་དང་དེ་ཚོ་ལས་ང་ཚོ་ཅིག་སོ་སོ་གི་ལུས་ལ་བས་མ་ཡོང་ཡག་བྱས་དེ་ལ་ད་ཤི་བོ་བོ་ཅིག་བས་ཟབ་ཟབ་དྲུང་དྲུང་ཤི་བ་བྱས་ནས་དེ་དོགས་ཟོན་བྱེད་པ་ཤི་གི་ཡོད་རེད་བ་དེ་བྱེད་ཀྱི་ཡོད་ན་ཨ་ན་ག་རེ་ཟེར་མཐོ་རིས་ཐར་པའི་ཚོགས་ཞུགས་སྡིག་པ་ལ་ཟེར་དེ་མོ་ལ

སྐྱེ་བ་ཚེ་རབས་ནས་ཚེ་རབས་སྟེང་འདི་ལྟར་དགར་ཟས་ཟོས་ན་ཇི་ལྟ་བ་དང་ཐམས་ཅད་སྐྱེ་བའི་གོམས་པ་ཐོབ་ཡག་ལ་བར་དེ་ཆོས་ཤེས་མཁན་ནི་ཆགས་སོགས་ཀྱི་ཉོན་མོངས་འོ་ད་དེ་སོགས་ཀྱི་སྒྲ་ངན་སོགས་སམ་སྟོང་བར་བྱས་ནས་ཐར་བ་དང་ཐམས་ཅད་སྐྱེ་བའི་གོམས་པ་ང་སོགས་འཕྲོག་པར་བྱེད་ཀྱི་ཡོད་རེད་ཟེར་མི་དགའ་བས་དེ་སོགས་ད་དེ་སོགས་ལ་ག་རེ་བྱས་ནས་ཁྱེད་རང་ཞེད་ཀྱི་མི་འདུག་འོ་ད་དེ་སོགས་ལ་ངས་ད་བཤད་ན་དངོས་གནས་དེ་སོགས་ལ་ཞེད་ཀྱི་རེད་གསུང་གི་ཡོད་རེད། ཨོ་ད་ད་ག་ནང་བཞིན་གར་སོང་སངས་རྒྱས་གར་སོང་ཡོད་ཟེར་སོང་ན་ཚེ་འདི་བྲེལ་ཡང་བྲེལ་ཚེ་འདི་བྲེལ་ཡང་བྲེལ་གྱི་འཚོ་བ་ཚོལ་ཡང་ཙམ་ཞིག་ལ་ལུས་དང་གསོན་བ་སྲོག་ལ་མི་དང་འབད་བྱེད་ན་ཨ་ནི་ཡུན་གྱི་འཚོ་ཡང་འཚོ་བ་བསོད་ནམས་འཚོ་ཡང་འཚོ་སོགས་ལ་ཨ་ནི་ལུས་སྲོག་ཡར་བ་བོར་ནས་ཤི་མིན་པས་སོང་ཡོད་རེད་ད་གར་སོན་སོང་གི་ཡོད་ཟེར་སོང་ན་ང་ཚོ་གི་ཚེ་འདི་གི་ཅིག་སོ་སོ་ཆེ་ཡུལ་ནས་མ་ལོངས་ཕྱོགས་ཀྱི་ཆེད་དེ་ལ་ག་རེ་བྱེད་སོ་སོ་ལུས་དང་སྲོག་ལ་མི་དང་ནི་ཤི་བོ་ག་ལ་ག་ལས་རྒྱག་འདོད་བ། དཔེར་ན་དེང་སང་ག་རེ་ཟེར་སོང་ན་ཅིག་བྱེད་ཀྱི་རེད་འགྲོ་དེང་གི་མང་པོ་ཅིག་གི་ད་ངོ་ནས་དྲངས་ནས་དང་པོ་དཔེ་སོ་སོ་གི་བའི་སོག་ལ་མ་བལྟ་ནས་སང་ཙམ་ལས་པར་བཀལ་ནས་དེ་ནས་འགྲོ་བ་ཞིག་ཨ་ན་ཕ་གིས་སླེབས་ཚར་དུས་མ་རེད་ད་བེད་ཤེས་ག་རེ་ཟེར་ན་ཆེ་ཚོགས་ནས་ཆེ་ཚོགས་བྲིས་ནས་ཨ་ན་སོ་སོ་གི་དཀའ་ལས་ཞེ་བོ་རྒྱག་ནས་སོ་སོ་ལུས་དང་སོག་ལ་བེད་མི་བལྟ་བ་ནས་བྱས་ནས་དཀའ་ལས་ཞེ་བོ་རྒྱག་ཡོད་རེད་བ་ད་ཚེ་འདི་གི་ཅིག་གཟི་བོ་ནས་མ། ལང་ཕྱུགས་དེ་འདྲ་ཞིག་དང་ཚེ་འདི་ག་ཅིག་དེ་ཚོ་གཟིགས་པོ་ནས་མ་ལང་ཕྱུགས་དེ་འདྲ་ཡོང་ཡག་ག་ཅིག་དེ་འདྲ་དང་དངོས་གནས་དྲང་གནས་སོ་སོ་ལུས་དང་སེམས་གཉིས་ཀ་གི་དཀའ་ལས་ག་ཟིག་རྒྱག་གི་ཡོད་རེད་འོ་ད་དེ་འདྲ་ཞིག་གི་དང་ཚེ་འདི་ནང་གི་གཟིགས་པོ་ནས་མ་ལང་ཕྱུགས་ཆུང་ཆུང་ཅིག་ག་ཅིག་དེ་ལ་དེ་ལྟ་བུའི་གི་དང་ལུས་སྲོག་གཉིས་གི་དང། མི་ལྟ་བུ་ཞིག་དང་དཀའ་ལས་དེ་ག་རྒྱག་གི་ཡོད་ན། འོ་དེ་དེ་དཀའ་ལས་དེ་ག་ཟིག་རྒྱག་གི་ཡོད་ན་ཨ་ནི་ཡུན་གྱི་འཚོ་བ་ཟེར་དེ་མ་ཚེ་རབས་གཏན་ནས་བདེ་བའི་དཔལ། བསོད་ནམས་གང་ཟག་ཚེ་རབས་གཏན་ནས་བདེ་བའི་དཔལ། ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་གི་ལྟེ་བ། འོ་ད་དེ་འདྲའི་གི་གར་སའི་སྒྲུབ་གཞག་དེ་བྱེད་དེ་ལ་ཁྱེད་རང་གི་ག་རེ་བྱས་ནས་ལུས་སྲོག་ཤར་བར་དོར་ནས་སྒྲུབ་གི་མེད་སྲིད་ད་དེ་བྱས་ཙང་དེ་ང་ཚོར་འཁྲུལ་པ་ཆེན་པོ་རེད་འདུག་བ། བྱས་ཙང་ང་ཚོ་གར་སའི་སོང་ན་ཚེ་འདི་སྣང་གི་ཆེད་ལ་གཟི་བོ་ནས་མར་ལོངས་སྤྱོད་གི་བྱེད་དེ་ལ་ད་དངོས་གནས་དྲང་གནས་ད་མི་བྱེད་དགོས་རྗེས་བྱས་ནས་སོ་སོ་གཅིག་དངོས་གནས་དྲང་གནས་ནམ་རྒྱུས་མི་ཡ་རབས་གཅིག་ཡོད་ན་ཡང་ཨང་སོ་སོ་གི་སྤྱོད་ཚུལ་ཆ་ཚང་ཉམས་ནས་ད་ང་ཚོ་གཅིག་གཟི་བོ་ནས།

ལྗགས་ཀྱི་ཁྱད་གདངས་ཚད་འདི་ལ་དགར་ཟེར་ན་སྲིད་པ་ནི་མ་ལོངས་ཤོག་ལ་མི་གཙང་མེད་ཀྱི་རྟགས། ལུས་དང་སྲོག་ལ་མ་བརྟགས་ན་དཀའ་ལས་ཆེ། ཀྱང་དེ་གཅིག་གི་འདུ་བ་ཡིན་ན་སྐྱེས་རབས་སྐྱེ་བ་ནི་སྐྱེས་པ་ཚེ་རབས་ཚེ་རབས་སྟེང་དུ་དེ་བས་ཀྱི་ཐོབ་པའི་ཁ་ཞེ་ལྟར་ལུས་དང་སྲོག་ལ་མ་བརྟགས་ན་དགེ་བ་དེ་འདྲ་སྒྲུབ་མཁན་མི་འདུག་བ་དེ་ག་རེ་བྱས་ནས་སྒྲུབ་ཀྱི་ཡོད་མ་རེད་དངོས་གནས་བྱས་ན་ད་སྒྲུབ་ཀྱི་རེད་གང་ཡིན་ཟེར་ན་ཚད་འདི་སྣང་གི་ཅིག་དུས་ཚོད་སྟོང་སྟོང་སྲིད་པ་ནི་མ་ལོངས་ཤོག་དེ་འདྲ་གཅིག་གི་ཆེད་དེ་ལ་དག་དཀའ་ལས་དེ་ཚོ་རྒྱག་གི་ཡོད་ན།

ཚེ་འདི་ནང་སྲིད་པ་ནི་མ་ཆུང་ཆུང་གཅིག་ལ་མགོ་སྐོར་མ་བདེ་བ་ཞིག་ནི་ན་ཅི་ཚེ་འདི་ནང་སྲིད་པ་ནི་མ་ལོངས་ཆུ་མགོ་བདེ་གོ་རེད་དེ་བདག་གིས་བཤད་རྒྱུ་དེ་ག་རེད། ཆུ་རབ་འཇིབ་ནམ་ཅིག་ཤི་རབ་འདི་ནས་འདི་འདས་པའི་སྐབས་སུ་ལ་ད་རྗེས་མ་འདི་འདྲ་ཐོབ་གི་མ་རེད་ད་རེ་ཐོབ་འདས་པའི་སྐབས་སུ་ལ་སྐྱེ་བ་ནི་སྐྱེ་བ་ཚེ་རབ་ཚེ་རབ་བརྟན་ནས་འདས་པའི་ཕྱི་ད་ལུས་ངག་ཡིད་གསུམ་དགེ་བར་བགྲོད་ནས་ཨ་འདུག་པ་སྤང་ཡག་ད་གལ་ཆེན་པོ་རེད་གསུང་གི་ཡོད། འོ་ད་ག་ནང་གི་སངས་རྒྱས་ཀྱི་གར་སོང་ཡོད་ཟེར་སོང་ན་མི་རྟག་དོང་ནས་ཟ་ཤེས་མདོག་ཡོང་ལ་དགའ་ཞིང་སྤྱན་ཡང་ཆགས་པའི་རབ་ཏུ་གདོང་འཁྱེར་ནའང། གདོན་གྱི་ན་བཟང་མོས་དེ་བཞིན་སངས་རྒྱས་དགོངས་པ་ལ་རབ་ཏུ་དགའ་ཞིང་གདུང་བས་ཅི་སྨོན་པས་སངས་ཡོད་རེ་ད་ག་རེ་གསང་གོ་རེ་ཟེར་སོང་ན། ཅེས་མི་ཐར་བ་སྐད་ཅིག་སྐད་ཅིག་ལ་འཇིགས་འགྲོ་འགེང་གེ་ཨ་ནི་ཟག་པ་ཉོན་མོངས་དང་བཅས་པའི་སྡུག་བསྔལ་ཅན་གྱི་ཕུང་པོ་དང་དེ་ལྟ་བུའི་གི་ཟག་བཅས་ཀྱི་མདོ་ཡོངས་གཟུགས་སྒྲ་དྲོད་རེག་བྱ་ཡིད་གདུང་བ་དེ་འདྲ་ཅིག་གི་ད་གནས་སྐབས་ཅིག་ཐོབ་ཡག་གི་ཤེས་ལེ་ལ།

ཨ་ནི་ཟག་པ་མེད་པའི་ཟད་པའི་སྡུག་བསྔལ་གྱི་ཀུན་དང་བྲལ་བས་ཟག་པ་ཉོན་མོངས་པ་ཀུན་དང་བྲལ་བས་ཨ་ནི་སངས་རྒྱས་ཀྱི་དགོངས་པ་ཐར་བ་དང་ཐམས་ཅད་མཁྱེན་པས་དགོངས་པ་ལ་གར་བྱས་བྱས་ནས་རབ་ཏུ་དགའ་བའི་སྒོ་ནས་གར་བྱས་ནས་སྒྲུབ་ཀྱི་ཡོད་མ་རེད་ངེས་པར་དུ་སྒྲུབ་ཀྱི་རེད། ཁྱེད་ཚང་དེ་འདྲ་ཡིན་པ་སོང་ན་ད་མདོ་དོང་སྙིང་པོ་དེ་ཟག་བྱེད་ཀྱི་བདེ་བ་ཆུང་ཆུང་ཞིག་མཆིས་དེ་ལ་དགའ་བཞིན་དུ་སྤྲོ་བཞིན་དུ་ཞི་བ་ཅིག་ད་བས་འབད་པ་བྱས་ནས་སྒྲུབ་ཀྱི་ཡོད་ན་ད་དེ་འདྲ་ཞིག་སྒྲུབ་ཀྱི་ཡོད་ན་ཨ་ནི་ཟག་པ་མེད་པའི་གི་སངས་རྒྱས་ཀྱི་དེ་བཞིན་གྱི་དགོངས་པ། ཨ་ནི་མཐར་ཐུག་གི་སངས་རྒྱས་ཀྱི་དགོངས་པ་བདེ་བ་ཐོབ་ཡག་བྱེད་དེ་ནི་ཀ་ལས་རྒྱག་དེ་རྒྱག་དེའི་ཕྱིར་དེ་ཀ་ལས་ག་རེ་བྱེད་ནི་རྒྱག་གི་ཡོད་མེད་ངེས་པར་བྱེད་ཀ་ལས་རྒྱག་གི་རེད། འོ་དེ་འདྲ་ཡིན་པ་སོང་ད་དཔེ་མ་ཟེར་བས་ད་གལ་ཆེན་པོ་རེད་འདུག་བ་ད་མདོར་ན་ག་རེ་ཟེར་སོང་ན་ཆེ་གེ་ཆི་གེ་ཅིག་ལ་འཇིགས་འགྲོ་འཇིགས་འགྲོ་མཁན་གྱི་སྡུག་བསྔལ་ཅན་གྱི་ཕུང་པོ་ཨ་ནི་བས་ཟག་པ་དང་བཅས་ཞེས་པའི་དེ་འདྲའི་གི་ད་ཟག་བཅས་ཀྱི་འདོད་ཡོང་ཨ་ནི་གཅིག་ལ་ད་ང་ཚོ་རེ་བ་དེ་སོ་སོ་གི་ང་ཚོ་གི་གཟུགས་པོ་འདི་སྐད་ཅིག་སྐད་ཅིག་ལ་འཇིགས་འགྲོ་གི་ཡོད་རེ་བ་སྡུག་བསྔལ་དང་བཅས་པའི།

ཟག་མེད་ཀྱི་བདེ་བ་ཆེན་ཆེན་པོ་དང་ལྡན་པའི་ཟག་མེད་ཀྱི་སངས་རྒྱས་ཀྱི་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་དང་གཙོ་བོ་སངས་རྒྱས་ཀྱི་གོ་འཕང་ལྟ་དགོས་ཐོབ་ཡ་བ་ཅི་དེ་ལ་ནི་ང་ཚོ་ལུས་ངག་ཡིད་གསུམ་སྐལ་བ་དྲུག་འདི་དྲུག་ཨ་ཅག་ཅག་ཡིན་དེ་ཡིན་ད་དེ་ཞིག་དེ་ག་ལ་རྒྱག་དགོས་མ་རེད་བ་གསུང་གི་ཡོད་རེད། འོ་ད་ག་ནང་བཞིན་ང་ཚོ་ག་ར་བྱེད་དགོས་རེད་ཟེར་ན་སངས་རྒྱས་ག་ར་གསུང་བ་རེད་ཟེར་ན་ཟ་མ་མ་ཟ་ངེས་མེད་སོགས་སོགས་རྣམས་ལ་དུས་བཞི་འཁོར་མོ་ལོས།

འདི་ཟ་མ་མི་ཟ་ད་ངེས་པ་མེད་དེ་གཟི་བོ་ནི་མ་ལོངས་སྤྱོད་ཀྱི་ཆེད་དུ་ལ་དུས་ཤིང་ཁོ་མོ་གཡུག་ཟེར་ཏེ་དུས་ཚོད་ཆ་ཚང་ལ་ཉེར་འཚེ་དུས་དྲུག་ལ་ཟེར་ན་རེད་ད་ག་ནང་གི་དུས་བཞི་ཅིག་དབྱར་ཁ་དགུན་ཁ་དཔྱིད་ཁ་སྟོང་ཁ་དེ་འདྲས་ཀྱི་དུས་བཞི་ཡིན་ན་རེད་ལོ་ཡིན་ན་རེད་ཟླ་བ་ཡིན་ན་རེད་ཉི་མ་ཡིན་ན་སྐར་མ་སྐར་མ་ཡིན་རེད་དུས་ཚོད་སྐར་ཆ་ཆ་ཚང་དེ་དུས་ཤིང་ཁོར་མོ་གཡུག་ཏེ་ང་ཚོ་ག་པར་རྩོམ་བསྡད་ཀྱི་འདུག་ག་བ་ལ་དཀའ་ལས་རྒྱག་གི་འདུག་གཟི་བོ་ནི་མ་ལོངས་སྤྱོད་ཆེད་དེ་ལྟ་བུའི་དུས་བཞི་ཆ་ཚང་ལ་གཟི་བོ་ནི་མ་ལོངས་སྤྱོད་ཆ་ཚང་ཆེད་དེ་ལྟ་བའི་དཀའ་ལས་དེ་འདྲ་ཞིག་རྒྱག་ཐུབ་ཀྱི་ཡོད་ན་དེའི་ཆེད་དུ་བརྩོན་འགྲུས་དེ་ག་ཚོད་བྱེད་ཀྱི་ཡོད་ན།

ད་ག་ཟེར་ན་ཚེ་རབས་གཏན་དུ་བདེ་བའི་དུས་གཏན་བདེ་བར་བལྟས་པས་སྡུག་བསྔལ་རྩ་བ་ནས་མེད་པའི་ཚེ་རབས་གཏན་དུ་བདེ་བས་དེ་འདྲའི་གི་དག་བདེ་བ་ཨ་ན་སངས་རྒྱས་ཀྱི་གོ་འཕང་ཨ་ད་ཐོབ་ཡག་བྱེད་དེ་ལ། ད་ག་ར་ཟེར་ན་དག་ན་ཞིག་ཞིག་གཏན་དུ་བདེ་ཡག་གི་དག་བདེ་བ་གྲུབ་ཡག་བྱེད་དེ་ལ་ང་ཚོ་དུས་བཞི་ག་ར་བྱས་ན་ང་ཚོ་བརྩོན་འགྲུས་བརྩོན་གི་ཡོད་མ་རེད་ངོ་ན་བྱས་ན་བརྩོན་འགྲུས་བརྩོན་གི་རེད། ག་ར་བྱས་ཟེར་ན་ཆུང་ཆུང་གི་ཚེ་འདི་གི་སྲིད་བོ་ནས་མ་ལོངས་སུ་བྱས་ད་དུས་བཞི་ཨ་ན་བས་ག་ལས་ཀྱང་སྡུག་རུ་བྱེད་ཐུབ་གི་ཡོད་ན་ཨ་ན། སྐྱེ་བ་སྐྱེ་བ་སྐྱེ་བ་ཚེ་རབས་ཚེ་རབས་གཏན་གྱི་བདེ་བའི་ཞེས་ཟླ་བ་ཐམས་ཅད་བརྒྱན་པའི་གོ་འཕང་བྱེད་དེ་དག་ཀྱང་ཞེས་ང་ཚོ་ད་དངོས་གནས་དྲང་ནས་དུས་ཆེན་འཁོར་མ་ཡོད་དུས་དངོས་གནས་ཆེན་བཙོ་འགྲུས་དཔྱིད་རྨོ་ཙམ་བཙོང་གི་རེད་ད་རེས་དར་ལྕོག་མོ་རེ་དང་སངས་རྒྱས་བསྟན་པ་དེ་ནི་ཇི་བཞིན་བདེ་བའི་གནས་སྐབས་འདི་འདྲ་ལ་དངོས་གནས་དྲང་ནས་ད་ད་རེས་དངོས་གནས་བྱས་ན་དུས་ཆེན་དང་འཁོར་མོ་ཡོད་དུས་ང་ཚོ་ལུས་ངག་ཡིད་གསུམ་གྱི་དགེ་སྦྱོར་རེ་བསྒྲུབས་ནས་ཨང་དར་བ་ཐམས་ཅད་བརྒྱན་པའི་གོ་འཕང་འབེལ་ཡག་ད་གལ་ཆེན་པོ་རེད་ད་འདི་མ་བྱས་པ་བྱས་ན་ང་ཚོ་སེ་གོལ་གནས་མ་ལངས་ཕྱོགས་གཅིག་གི་ཤེད་ལ་མགོ་འཁོར་ནས་ད་དེ་བྱས་དེ་ཡག་དེ་ད

ལུས་ཟུངས་འདོར་བའི་དཀའ་ཐུབ་དྲག་བྱེད་ན། ཐར་པའི་ཆོས་ཡང་བྱང་ཆུབ་འདོད་ཡོན་འདོར་བའི་སྐྱེ་བོ་རྣམས་ལམ་གྱི་དཀའ་ཐུབ་དྲག་པོ་ཅིས་མི་ལང་གསུངས་ཡོད་རེད་ད་ག་རེ་གསུངས་གི་ཡོད་རེད་ཟེར་སོང་ན། ཁམས་གསུམ་གྱི་ནང་ནས་ད་ཅིག་མཐོ་བཞུགས་དེ་ག་རེ་ཟེར་ན་སྲིད་ཚེ་ཞག་དེ་ཡོད་རེད་ཁམས་གསུམ་ནང་གི་ད་མཐོ་བཞུགས་ཀྱི་ཁམས་གསུམ་གྱི་གསོལ་བ་འཁོར་བའི་གི་ད་བདེ་བ། སེར་སྣ་རེད་དེ་འདྲས་ཀྱི་དང་ཁམས་གསུམ་གྱི་ཁོ་བོས་ཀྱི་ནང་གི་དག་ཅིག་ཐོ་གཞུས་ཏེ། སུ་ཚེགས་ཆགས་ཏེ་ཡོད་རེད་དེ་ལྟ་བུའི་སུ་ཚེགས་ཀྱི་བདེ་བ་དེ་ཐོབ་ཡག་བྱེད་དེ་ལ། མི་སྡིག་པ་དེ་ཚོ་གི་དག་དངོས་གནས་དྲང་ནས་ལུས་དང་སྲོག་ལ་མི་ལྟ་ནས་ད་དཀའ་བ་དེ་འདྲས་བྱེད་ནས་སྐྱེ་ཐུབ་ཀྱི་ཡོད་ན་བློ་དང་ལྟ་བ་གཙང་མ་ལ་མི་ཚེ་གཙང་མ་ལ་དཀའ་དཀའ་བ་དཀའ་ཆེ་དེ་འདྲས་བྱེད་ཐུབ་ཀྱི་ཡོད་ན། ང་ཚོ་ཚེ་རབས་གཏན་དུ་བདེ་བའི་གི་དངོས་གནས་དྲང་ནས་ཆེས་ཐར་བ་དང་ཐམས་ཅད་མཁྱེན་པའི་གི་གོ་འཕང་གི་ཨང་དེ་འདྲས་ཀྱི་བདེ་བའི་ཐབས་ཡག་བྱེད་དེ་ལ། ད་ང་ཚོ་གར་བྱས་སོང་ན་ཐོས་བསམ་སྒོམ་གསུམ་གི།

མི་ཚེ་ཁོ་རང་ལ་ལུས་དང་ལོངས་ཕྱོགས་ཚང་མ་བློས་བཏང་ད་ཀ་བ་དེ་འདྲ་བྱེད་ཐུབ་ཀྱི་ཡོད་ན་སེར་བྱེས་ཀྱི་བདེ་བ་བྱེད་ད་ཀ་བ་ཀ་བ་དེ་འདྲ་བྱེད་ཐུབ་ཀྱི་ཡོད་ན་ང་ཚོ་ད་བ་དང་ཐམས་ཅད་མཁྱེན་པའི་གོ་འཕང་ཨ་ནི་བདེ་བ་མཐའ་དོར་བ་ཐོབ་ཡག་བྱེད་ད་ལ་ད་ག་རེ་བྱས་ནས་ཀ་ལ་རྒྱག་ཐུབ་ཀྱི་ཡོད་མ་རེད་ངེས་པར་དུ་ཀ་ལ་རྒྱག་གི་རེད་གསུང་གི་ཡོད། འོ་ད་ང་ནང་བཞིན་ག་རེ་ཟེར་སོང་ང་སོང་ན་རང་ཉིད་ཤེས་ལྡན་དུའང་འདོད་པའི་ཉན་རང་ཡང་ཨ་ནི། སྦྱང་བའི་ཡུལ་ཡང་ཡང་ནས་དཀའ་ཐུབ་དྲག་ཆེ་ན་འགྲོ་བའི་དོན་དུ་སངས་རྒྱས་ཐོབ་འདོད་པས་ཚོགས་གཉིས་ལམ་ལ་དཀའ་བ་ཅིས་མི་འཇུག། ད་ག་རེ་གསུངས་དགོས་ཟེར་སོང་ན་རང་ཉིད་གཅིག་པུས་འཁོར་བའི་སྡུག་བསྔལ་ལས་ཐར་བའི་ག་ཐ་བ་ཐོབ། ཐོབ་ཡག་གི་ཆེད་དེ་ལ་ཉན་ཐོས་དང་རང་རྒྱལ་དེ་སོགས་ཀྱིས་སྦྱང་བའི་གི་ཡོན་ཏན་བཅུ་གཉིས་ལ་སོགས་པ་ལ་བས་བསླབས་ནས་དཀའ་བའི་དཀའ་ཐུབ་དྲག་པོ་དེ་ནས་སྤྱོད་ཐུབ་ཀྱི་ཡོད་ན། ང་ཚོ་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་དགོངས་པ་ཐོབ་པར་འདོད་དེ་འགན་གྱི་དེ་འདྲས་ཀྱི་ད་ག་རེ་ཟེར་སོང་ན། སྐྱེ་བ་དེ་སོགས་ཚོགས་གཉིས་ལམ་ལ་ཟད་དུ་མ་ལ་བསམ་པ་སེམས་ཀྱི་དང་ཕྱོགས་པ་རོ་ཞིང་པ་གྲོགས་ཀྱི་ཉམས་ལེན་བྱས་ནས་ལམ་ཐབས་ཤེས་གཉིས་དང་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་ཟུང་འབྲེལ་དུ་བྱས་ནས་སངས་རྒྱས་ཀྱི་གོ་འཕང་གི་ཐོབ་ཡག་བྱེད་དེ་ལ་ཁ་ཕྱེ་ནས་དཀའ་བ་ཕྱོགས་ཡོད་མ་རེད་ངེས་པར་དུ་དཀའ་བ་ཕྱོགས་ཀྱི་རེད་གང་ཡིན་ཟེར་ན་ཉན་རང་དང་སོ་སོ་གཅིག་པུས་འཁོར་བའི་སྡུག་བསྔལ་ཐར་བའི་ཐར་བ་ཐོབ་ཡག་བྱེད་དེ་དཀའ་ལས་དེ་འདྲ་རྒྱག་ཐུབ་ཀྱི་ཡོད་ན་ནི་དགའ་རེད་ཟེར་སོང་ང་ཚོ་མཐའ་ཡས་པའི་སེམས་ཅན་ཐམས་ཅད་དང་སངས་རྒྱས་གོ་འཕང་ཐོབ་ཡག་བྱེད་དེ་ད་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་ཟུང་འབྲེལ་དུ་བྱས་པའི་སྒོ་ནས་ད་ལམ་གྱི་ཉམས་ལེན་བྱེད་ཡག་དཀའ་ལས་རྒྱག་དེ་རྒྱག་ཡིན་དེ་ཡིན་གསུངས་ཡོད། འོ་དེ་འདྲ་ཡིན་པ་སོང་ལ་ད་ད་རེས་ང་ཚོ་སྒར་བཙལ་སོང་སོང་ལ་མདོག་ཤོར་ཟིག་ག་བྲིས་བཞག་ན་ད་ང་ཚོས་ད་རེས་སྒར་བཙལ་ན་དར་འབྱོར་གྱི་མི་ལུས་རིན་པོ་ཆེ་ཐོབ་ནས་ཨ་ནེ་བས་དངོས་གནས་དྲང་གནས་ཀྱི་བརྟག་དཔྱད་འདི་དང་ཕྱི་མ་གནས་སྐབས་རང་ཐག་ཐུག་ཐ་བ་དང་ཐམས་ཅད་རྐྱེན་པས་གོ་འཕང་ཆ་ཚང་སྒྲུབ་ཐུབ་ཡག་དེ་འདྲ་སྒྲུབ་ཐུབ་ཡག་ཤུགས་རབ་ཆེ་བའི་རྣམ་འབྱེད་ཀྱི་ཤེས་རབ་དང་ལྡན་པའི་གི་མིག་ལུས་རྟེན་འདི་འདྲ་ཞིག་ཐོབ་ནས་དར་བ་བརྒྱད་དང་འབྱོར་བ་བཅུ་ཚང་བའི་གི་རྟེན་འདི་འདྲ་ཞིག་ཐོབ་བདེ་བའི་གནས་སྐབས་ལ་ད་ང་ཚོ་ཚེ་འདི་ནང་གི་གཟི་བོ་ནི་མ་ལོངས་སྤྱོད་དང་ཅིག་ཐོབ་ཐོབ་གོ་ས་མིང་དབང་དང་ལོངས་སྤྱོད་དེ་འདྲ་བྱས་ནས་ཚེ་འདི་ནང་གི་ཅིག་ཐབས། དེ་འདྲའི་གི་ཅིག། རྐྱང་རྐྱང་བྱས་ཏེ་མགོ་འཁོར་བསྡད་པ་མ་ཡིན་པར་ད་ག་རེ་བྱེད་དགོས་ཟེར་ན་ཚེ་འདི་ལ་སོ་སོ་ཅིག། ཟས་གོས་གནས་པ་ལོངས་སྤྱོད་དུ་ཚོགས་དགོས་བ་རེད་ཡིན་ན་དེ་བྱས་ཏེ་དཀའ་ལས་རྒྱག་གི་རེད་ཡིན་ན་དེ་ཙམ་གི་ཆེད་དུ་མ་ཡིན་པར་ཕྱུགས་ཧྲམ་བྱེད་པའི་རྣམ་འབྱེད་ཀྱི་ཤེས་རབ་དང་ལྡན་པའི་གི་དེ་འདྲའི་རིགས་གཏན་འདི་འདྲ་ཐོབ་དེ་ཡང་སོང་ཙང་དྲི་མ་འདི་འདྲ་ཐོབ་གི་ག་རེ་འགག་པ་ཆགས་དེ་ཡོད་རེད་དེ་འདྲ་ཡིན་པར་སོང་ཙང་དེ་འདྲའི་གི་ད་ལྟའི་དར་འཕྱོར་མི་རིགས་ཐོབ་པའི་གི་སྐབས་ཟེར་ལ་ཨ་ནི་ངེས་པར་དུ་ཕྱུགས་ཧྲམ་བྱེད་པའི་རྣམ་འབྱེད་ཀྱི་ཤེས་རབ་འདི་ལ་བརྟེན་ནས་སྡུག་བསྔལ་རྒྱུ་དང་བྱེད་པ་བར་མེད་པ་སྦྱངས་ནས་བདེ་བ་རྒྱུ་དང་བྱེད་པ་ཐམས་ཅད་བསྒྲུབ་ཡག་གི་ཆེད་དུ་ལ་ཨ་ནི། ག་རེ་ཟེར་ན་སོ་སོར་སློབ་སྦྱོང་བྱེད་ཡག་བསམ་བློ་བཏང་ཡག་སྒོམ་རྒྱག་ཡག་བྱམས་པ་དང་གཉིས་ཀྱི་སྤྱི་འོས་སེམས་འདི་འདྲ་ཞིག་ཉམས་ལེན་བྱེད་ཡག་ཨོ་དེ་འདྲ་ཡིན་པ་སོང་ཙང་ལུས་སྒོ་ནས་ཕྱག་འཚལ་སྐོར་བྱང་ཆུབ་སྔགས་སྒོ་ནས་ཁ་ནོར་འགལ་བྱར་ཡིད་སྒོ་ནས་བྱམས་པ་དང་གཉིས་བྱང་ཆུབ་སེམས་སྒོམ་འོ་དེ་འདྲ་བྱས་ཙང་ལུས་ངག་ཡིད་སེམས་ཀྱི་སྡིག་པ་སྤངས་ནས་དགེ་བ་བསྒྲུབ་ནས་ད་དངོས་གནས་དྲང་བདེན་ཤུགས་རྒྱག་ཡག་གི་ད་ཨ་ན་ཞིག་དེ་འདྲས་ཀྱི་ད་དུས་ཚོད་ད་ལྟ་སླེབས་དེ་ཡོད་རེད་ད་ལྟ་མ་འཆི་བ་ཆགས་དེ་ཡོད་རེད་དེ་འདྲས་ཡིན་པ་སོང་ཙང་ཚེ་འདི་ནང་གཟིགས་བུ་ནས་མ་ལོངས་ཆུང་རྐྱང་རྐྱང་མགོ་མཁོག་མ་བདེ་བ་བྱས་ནས་མཐའ་ཡས་པའི་སེམས་ཅན་ཐམས་ཅད་དང་སངས་རྒྱས་གོང་མ་ཐོབ་ཡག་གི་བྱས་ཏེ་སོ་སོ་སྐྱེ་བ་ནས་སྐྱེ་བ་ཚེ་རབས་ཚེ་རབས་གཏན་རེ་གཏན་ནས་ད་བདེ་ནས། བདེ་བར་འགྲོ་ཡག་བྱས་ཏེ་ཉི་མ་རེ་རེ་ནས་བཤད་ནས་ལོ་ནས་ལོ་ཉི་མ་རེ་རེར་བཤད་ནས་དོལ་ཚུགས་དཀར་ཆག་འཕྲོག་བརླག་མ་བཏང་བ་བྱས་ནས་ལུས་ངག་ཡིད་གསུམ་གྱི་དགེ་བ་སྒྲུབ་སྡིག་པ་སྤང། འོ་ད་དེ་འདྲ་བྱས་ཚེ་ནང་ད་ག་རེ་ཟེར་ན་སྐྱེས་པ་ཕྱི་མ་དཔོན་ཞིག་ལ་ཁེ་ཡག་ཡོད་པས་ལུས་ངག་ཡིད་གསུམ་གྱི་དགེ་བ་སྒྲུབ་ཡག་ཏུ་དཔེ་མ་ཟེར་གལ་ཆེན་པོ་ཆགས་ཏེ་ཡོད་རེད་གསུང་གི་ཡོད་དོན་མ་བྱས་པ་ཡིན་ན་ཚེ་འདི་ནང་གི་ཟས་གོས་གནས་མལ་ལོངས་སྤྱོད་རྐྱང་རྐྱང་མགོ་བོ་འཁོར་བསྡད་པ་ཡིན་ན་ད་ལྟ་མིའི་ལུས་རྟེན་ཞོར་རབ་བྱེད་རྣམ་བྱེད་ཤེས་རབ་ལྡན་པའི་མིའི་ལུས་རྟེན་ཐོབ་པས་ད་དམིགས་བསལ་གོ་ཆོད་ཡོད་མ་རེད་ད་དུད་འགྲོ་དང་གཅིག་པ་འདྲ་མ་ཆགས་ཏེ་ཡོད་རེད་ད་དེ་མང་པོ་ཞེ་བོ་རེད་རྗེས་མ་འདི་འདྲ་ཐོབ།